འཇིགས་མི་ལེན་རྗེ་བཙུན་མི་ལེགས་གར་གསུང་དུ་ང་འཆི་བས་འཇིགས་ནས་རི་ལ་ཕྱིན། ཨོ་རྗེ་བཙུན་མི་ལེགས་ང་ང་ང་ཤི་གི་རེད་བསམ་ནས་ང་ཤི་བ་ལ་ཞེད་ནས་ང་རི་ལ་ཕྱིན་པ་ཡིན་གསུང་བ་ལས། འཆི་བས་འཇིགས་ནས་ང་ཤི་གི་རེད་དེ་ན་ང་ཤི་ཡ་ལ་ཞེད་ཀྱི་འདུག་ཟེར། རྒྱུ་མཚན་དེ་ཡི་ཕྱིར་ང་རི་ལ་སྒོམ་རྒྱག་ག་ཕྱིན་པ་ཡིན་གསུང་སྟེ། ཤི་བ་ལ་གཞལ་ནས་རི་ལ་སྒོམ་བརྒྱ་ཁ་ཕྱིན་པ་ཡིན། ནམ་འཆི་ཆ་མེད་སྒོམ་བསྒོམས་པས་འོ་ད་ང་ག་དུས་ཤི་ཡོང་བསམ་ད་ངལ་བ་ཡོད་མ་རེད་དེང་སང་ཆོས་བྱེད་ཁུག་འདུག་བསམ་པས་འོ་འདི་ཡང་ནས་ཡང་དུ་སྒོམ་ཡང་ནས་ཡང་དུ་སྒོམ་པ་ཡིན་སྒོམ་བསྒོམས་པས་སྲིད་དུ་གང། དེ་འདྲའི་སྒོམ་ཡོང་དུས་གང་ན་འཆི་མེད་གཉུག་མའི་བཙན་ས་ཟིན། འཆི་བ་མེད་པའི་གི་ཡ་གི་ཐར་པའི་གོ་འཕང་དེ་ང་སླེབས་ཚར་སོང་ལབ་ད།

ཨོ་རྒྱུ་མཚན་དེ་ཡི་ཕྱིར། མཉམ་མེད་དྭགས་པོ་རིན་པོ་ཆེ་ཞལ་ནས་ཀྱང་དྭགས་པོ་རིན་པོ་ཆེ་ཚེ་མི་ལ་རས་པའི་གི་སློབ་མ་དེ་རེད། མི་ལ་རས་པ་ལ་སློབ་མ་ཉི་མ་དང་ཟླ་བ་ལྟ་བུ་གཉིས་ཡོད་རེད། རས་ཆུང་པ་དང་དྭགས་པོ་ལྷ་ཆེ། ཨོ་ཁོང་གཉིས་རེད་དེ། ད་དྭགས་པོ་ལྷ་ཆེ་གར་སོང་འདུག་དྭགས་པོ་རིན་པོ་ཆེ་གི་ཞལ་ནས་དང་པོ་སྐྱེ་འཆིའི་འཇིགས་པས་དེད་པ་ཤྭ་བས་བཙོན་དོང་ནས་བྲོས་པ་ལྟ་བུ་ཞིག་དགོས། ཨོ་དེ་ལྟ། དང་པོ་གར་སྐྱེས་ཀྱི་དོགས་བསུ་དེ་གང་ན་ང་ཤི་གི་རེད་ང་སྐྱེ་བ་ལེན་གི་རེད་ང་ཤི་གི་རེད་བསམ་པ་དེ་འོ་འདི་ཞེད་སྣང་གཉིས་པོ་དེ་བག་མེད་པ་བཟོད་ཡས་ཀྱི་ཐབས་ཤེས་ལ་སྐྱེ་འཆི་གཉིས་ལ་ཞེད་དགུར་ལྟ་འཇིགས་སྣང་སྐྱེ་དགུར་ལྟས་འཇིགས་སྣང་སྐྱེ་དགུར་ལྟས་མི་ལ་རེ་བ་ཡས་ཀྱི་འཇིགས་ནས་རིགས་ལ་དྲོད་འཆིང་སོང་བ་དེ་སྐྱེ་འཆི་གཉིས་ལ་རི་ལ་བྲོས་ཡོང་དུས་གངས་ཅན་མ་འདི་པ་སྐྱེ་འཆི་གཉིས་མེད་པར་བཟོས་སོང་བ། འོ་དེང་སང་སྐྱེ་འཆིའི་འཇིགས་པས་སྐྱེ་བ་དང་འཆི་བའི་གི་ཞེད་སྣང་དེ་གི་ང་གཅིག་དལ་ཡོང་དུས་གང་ལ། ཤྭ་བ་བཙོན་དུང་ནས་བྲོས་པ་ལྟ་བུ། དཔེར་ན་ཤྭ་བ་དཔེར་ན་དུག་ཟ་རེད། ཅི་རེད་རྒྱབ་འགལ་དེ་འདྲས། ཅི་རེད་ཅི་རེད་རྒྱབ་འགལ་དེ་འདྲས་ཤྭ་བ་དེ་འདྲས་སིམ། ཤྭ་བ་སིམ་ནས་ཕ་གས།

འོ། སྐྱེ་བ་དང་འཆི་བ་ལ་ཞེན་ན་ཤ་བ་འདི་འདྲས་གྲོལ་བ་ནང་བཞིན་གྲོལ་གོ་རེད་གསུངས་པ་དང། ག་རེ་ག་བ་ལ་གྲོལ་གོ་རེད་ཆོས་བྱེད་ས་ལ། ཡང་གྲོལ་གོ་རེད་ཟེར་དུས་ཆོས་མ་བྱེད་ཟེར་གི་ཡོད་མ་རེད་ད། འདི་ཟེར་གི་ཡོད་མ་རེད་ཆོས་བྱེད་གོ་ས་ལ་འཇིག་གྲོལ་གོ་རེད་ད་སྐྱེ་བ་དང་འཆི་བ་ལ་ཞེན་ནས་ཤ་བ་བཙོན་དོང་ནས་ཐར་བ་ནང་བཞིན་བྱས་ནས་གྲོལ་འགྲོ་གོ་རེད་ཟེར་ཏེ། བཙོན་དོང་ནས་གྲོལ་བ་ལྟ་བུ་ཞིག་དགོས་ཟེར་འོ་དེ་འདྲས་དེ་ནི་རྒྱབ་ལོགས་ལ་ལྟ་ལོང་ཁོ་རང་ཡོད་མ་རེད་ད། དེ་འདི་བྱས་ནས་སྤང་ཆོས་ཕྱེད་ཀ་སྒྲོག་གོ་སྟེ། གཉིས་པ་དེ་བར་དུ་ས་དང་པོ་དེ་དེ་རེད་རོ་གཉིས་པ་དེ། ཤི་ཡང་མི་བསྐྱོད་པ་ཞིང་པས་བསོད་ནམས་རན་པ་ལྟ་བུ་ཞིག་དགོས་ཏེ། ཤི་ཡང་མི་བསྐྱོད་པ་ཞིང་པས་བསོད་ནམས་རན་པ་ལྟ་བུ་དགོས། ད་དེ་ག་འདྲས་ཟིག་ཡིན་ན། ཞིང་པ་ཚོས་ཚོའི་བསོད་ནམས་ལྟ་བུ་དེ་ཞིང་ཁ་བཏབ་དུས་གང།

འདི་གཏུབ་དུས་གང་ལ་ད་དུང་ང་ལ་འབྲས་བུ་ཡག་པོ་ཞིག་འཐོར་བ་ཡོད་རེད་བསམ་ཁུལ་མི་འདུག་ཨེ། འོ་བདེན་འདྲེ། དེང་སང་གར་གཟིགས་འདུག་ཤི་ཡང་ང་ཤི་བས་ནས་འགྱོད་པ་མེད་པ་ཞིག་དགོས་ཀྱི་རེད་ག་འདྲེ་བས་ན་ཞིང་པའི་བསོད་ནམས་རན་པ་ནང་ཤི་དགོས་ཀྱི་རེད་ཟེར་བས་གང་ལྟར་དེ་ཤི་ནས་ང་འགྱོད་པ་མེད་པ་ཅིག་ཆོས་ཡང་དག་པ་ཞིག་འཆད་ཀྱི་ཡིན་བསམ་པ་ཤི་སོང་ནས་འོ་ད་བློ་བདེ་བ་ཡིན་སྣང་དག་ཁྱད་མེད་ངའི་སྡུག་ཅག་ནི་གལ་ཆེ་མེད་སེང་གེར་མི་ག་ཤེད་འདུག་ཨ། ཆོས་ཡང་དག་པ་བྱས་པས་ལྟས་ང་ལ་སེམས་འཁྲལ་བུ་ཙམ་མེད། ངས་སྦུ་གུ་ཚོ་འཛོལ་ཡས་ཆོས་ཡང་དག་པ་བྱས་སོ། ངས་གི་མེད་སྤུན་ཆག་དེ་འཛོལ་ཡས་ཆོས་ཡང་དག་པ་བྱས་སོ། ངས་གྲོགས་པོ་ཚོ་ཡང་ཆོས་ཡང་དག་པ་བྱས་སོ། ད་ངས་ཕ་མ་ཚོ་ཡང་ཡག་པོ་ཆགས་སོ་ད་ང་སེམས་འཁྲལ་སྤུ་ཙམ་མེད། བསམ་ཡས་འོ་དེ་ཆོས་ཡང་དག་པ་བྱས་ན་དེ་འདྲས་བྱེད་དགོས་ཏེ། ད་ཤི་དུས་གང་ལ་འོ་ད་ད་སེམས་འཁྲལ་ཅིག་ཡོད་རེད་ད་ནི་ད་ངའི་རྒྱུ་དེ་སུས་རྐུ་མ་རྒྱག་གྲོགས་ཡོད་ན་སུས་འཕྲོག་གྲོགས་ཡོད་ན་སུས་ཟ་གྲོགས་ཡོད་ན་ངས་སྤུན་ཆག་དེ་འཛོལ་ལ་ག་རེ་བྱས་གྲོགས་སམ་སེམས་འཁྲལ་འོ་ངའི་ཁང་པ་དེ་སུས་ཟ་འགྲོ་བསམ་པའི་སེམས་ཁྲལ་འོ་དེ་འདྲའི་མང་པོ་ཡོང་ཡ་དེ་འདི་ནི་འཆི་བ་ལ་ཞེད་སྣང་འདུག་ག། འགྱོད་པ་མེད་པ་ཅིག་དགོས་གོ་རེ་ཤེས་པ་ཡིན་ནས། འོ་དེ་འདྲའི་འཆི་བ་ལ་འགྱོད་པ་མེད་པར་ཞིང་པའི་བསོད་ནམས་རན་པ་ལྟ་བུ་ཞིག་དགོས། ཐ་མ་བློ་བདེ་བ་ཐ་མ་ཐ last ལས་ག་རེ་དགོས་རེ་བློ་བདེ་བ་བྱ་བ་རླབས་ཆེན་སེམས་པའི་སྐྱེས་བུ་ལྟ་བུ་ཞིག་དགོས་ཟེར་ཏེ། བློ་བདེ་བ་ཟེར་བློ་བདེ་བ་ཟེར་དུས་གང་ལ་སོ་སོར་བློ་ཚིམས་པ། ལོ་སྐྱིད་པོ་སེམས་ཀྱི་ནང་ལ་བདེ་བ་དཔག་ཏུ་མེད་པ་ཡོད་པ་ག་འདི་དགུག་རེད་ཁྱེད་རང་གི་ལས་ཀ་ཆེན་པོ་རླབས་ཆེན་པོ་ཅིག་སྒྲུབ་ཡས་ཅིག་ཡོད་རེད་དེ་དཔེར་ན་ལས་ཀ་འདི་ག་རེད་ཟེར་དུས་ག་ན་སེམས་ཅན་སྟོང་ཕྲག་མང་པོ་ལ་དེ་གར་ཟུག་རེད་རླབས་མདུན་བརྩེ་ཆོས་བཤད་དེ་ཁོང་ཚོ་འདི་གས་དེ་ཚང་མ་གྲུབ་པ་ཐོབ་བཙན་བཙན་དོན་ཁྱེད་རང་གི་སློབ་ཕྲུག་ཚང་མ་གྲུབ་པ་ཐོབ་དེ་གས་དེ་འདྲས་ཡོད་ན་དེ་ཁྱེད་རང་ལ་བ་ཤི་བ་ཡིན་ནའི་གནང་བདག། སེམས་ཅན་སྤུ་ཙམ་ཡོད་མ་རེད་ངའི་བྱ་བ་དང་མ་སོ་ན་ངའི་འདོད་པ་ཐམས་ཅད་བསྒྲུབས་ཚར་སོང་ངའི་སྒྲུབ་ཡས་དེ་འདི་ཡིན་ཡང་ན་སངས་རྒྱས་ཀྱི་བསྟན་པ་བཙུགས་པ་རེད་སངས་རྒྱས་ཀྱི་བསྟན་པ་རླབས་ཆེན་པོ་ཞིག་བཙུགས་འོ་ཕན་ཐོགས་རླབས་ཆེན་པོ་ཞིག་བྱས་བས་ན་བོད་གངས་ཅན་ལྗོངས་ལ་གར་ཆེ་བ་རེད་མཁན་སློབ་ཆོས་སྲུང་གི་སྐུ་དོད་ལ་ལྷག་པར་དུ་ཆོས་རྒྱལ་ཁྲི་སྲོང་ལྡེ་བཙན་ཆོས་རྗེ་སྲུང་བཙན་སྒམ་པོ་ཁོང་རྣམ་པ་ཚོའི་སྐུ་དོད་ལ་བསམ་ཡས་མི་འགྱུར་ལྷུན་གྱིས་གྲུབ་པའི་གཙུག་ལག་ཁང་བཞེངས་བར་བ།

སེམས་ཅན་མང་པོ་བསད་སོང་ན་སེམས་ཅན་སྟོང་ཕྲག་ཁྲི་ཕྲག་འབུམ་ཕྲག་མང་པོ་ཁྱེད་རང་གིས་སྲོག་བསྐྱབས་པ་རེད། སྲོག་བསྐྱབས་ཉག་ཚེ་ཐར་བཏང་བ་ནང་བཞིན་སྐྱབས་རྗེ་བྱ་རལ་རིན་པོ་ཆེ་ནང་བཞིན་ཉག་ཚེ་ཐར་བཏང་ཡང་ད་ག་འདྲའི་བསམ་གྱིས་མི་ཁྱབ་པ་བཏང་འདུག་ཨོ་དེ་འདྲའི་སེམས་ཚོར་དེ་བྱ་བ་རླབས་ཆེན་པོ་སྒྲུབ་ཚར་བ་རེད། ད་ཤི་བའི་ནས་འགྱོད་པ་ཡོད་མ་རེད་སའི་བློ་བདེ་བོ་ཡོད་རེད་ཟེར་ད་ད་འདྲ་དེ་རེད་ད། བྱ་བ་རླབས་ཆེན་དགེ་བས་ཀྱི་ཆོས་རླབས་ཆེན་པོ་དེ་འདྲ་སྒྲུབ་པ་རེད་དཔེར་ན་མ་གད་རྒྱ་གར་རྡོ་རྗེ་གདན་ལ་ཆོས་ལྡན་རིན་པོ་ཆེ་གཅིག་བཞེངས་འདུག་བ། མཆོད་རྟེན་བཤང་གི་བྲམ་ཟེ་མོ་རྫ་ས་གི་བུ་བུ་ད་ཆུང་དུ་ཆུང་ཤོས་དེ་བཤང་མོ་རེད་ཁོ་དེ་ཚང་མ་བཤང་ཚར་དུས་གང་ལ་ཨོ་ད་ཁོ་རང་ཤི་ནས་བློ་བདེ་བོ་ཡོད་བློ་བདེ་བོ་ཤི་ནས་ཤི་ཆོག་གར་ཕྱིན་ང་རང་གི་འདོད་པ་དེ་མཆོད་རྟེན་དེ་འདྲའི་བཤང་དགོས་བསམ་པ་ཡིན་ད་བཤང་ཚར་སོ་ཐར་བྲོས་སོང་བ་གི་བྱ་རུ་འགའ་ཞིག་བཤང་གི་ཨ་མ་ཨ་མ་རྒད་པོ་དེ་བུ་བུ་སྤུན་བཞི་ཡོད་རེད་བ་ཨོ་ཁོ་ཚོ་ནང་བཞིན་རྟེན་འབྲེལ་ཆེན་རླབས་ཆེན་པོ་གཅིག་པ་བསྒྲུབ་ཚར་དུས་གང་ལ་ཨོ་ད་ཤི་ནས་བློ་བདེ་བ་ཡིན་གང་སེམས་ཁྲལ་མེད་སོ་ཨོ་དེ་འདྲའི་དགོས་རེད་གསུངས་ཏེ་ད་འདི་སྨན་པ་བྱེད་ང་ཚོ་སོང་དེ་འདྲའི་མི་ཤི་དུས་གང་ལ་གར་ཆིག་རེད་ད་ཤི་གྲོགས་དེ་ན་ཚ་ནག་དེ་ད་ཤི་གྲོགས་ཤི་གྲོགས་ཡོད་དུས་གང་ལ་ཨ་མ་ད་ནི་ད་ང་ནི་ཁོང་ཁྲོ་ལ་ན་ནི་ད་ང་ཤི་གི་མེད་ད་ང་ཤི་གི་མེད་ཟེར་ད་དེ་དུས་སེམས་ཁྲལ་ཡོད་གར་བྱས་ན་སྡུག་བསྔལ་དེ་ཚང་མ་མཐོང་ཡོང་གི་དེ་དུས་དཀའ་ངལ་འདི་མཐོང་ཡོང་གི་དེ་ད་འདི་སྔོན་ལ་ཁྱོད་རང་ཁོ་རང་གི་ལས་ཀ་བྱས་བཞག་པ་དེར་ཡང་དག་པ་དེ་ནི་ཅིའི་ཡོད་མ་རུང། ད་སྡུག་པ་རྐྱང་རྐྱང་བྲལ་བ་བྱས་ཚད་གང་པོ་ཐམས་ཅད་ཁྲ་ལམ་ལམ་དྲན་ཡོང་བ་དུས་དེ་ཕྱིར་ནི་སྔར་ཤེས་ཀྱི་མེད་སྔར་བཞིན་ཞེད་སྣང་ཞིག་ལ། འོ་དེ་འདྲའི་ཞེད་སྣང་སྤུ་ཙམ་མེད་པར་བྱ་བ་རླབས་ཆེན་པོ་དེ་འདྲ་སྤྲོད་དོ་ད་ལོ་བདེ་བ་ཡིན། ཤི་ནས་འགྱོད་པ་མེད། ཨོ་འདི་ཀོ་རེད་གསུང་བ་ད་ཆོས་བྱས་ན་དེ་འདྲའི་བྱེད་པོ་དེ། བློ་བདེ་བ་བྱ་བ་རླབས་ཆེན་ཟིན་པའི་སྐྱེས་བུ་ལྟ་བུ་ཞིག་དགོས། ཨོ་དེ་ནང་བཞིན་དེ་གསུམ་ཕྱིན་སོང་དང་པོ་དང་པོ་ཐམ་བར་པ་ཐ་མ། ཡང་བསྐྱར་འདི་ནང་བཞིན་དང་པོ་ལོང་མེད་དུ་ཤེས་པ་སྐྱེས་བུའི་གནས་ལ་མདའ་ཕོག་པ་ལྟ་བུ་ཞིག་དགོས་ཏེ། དང་པོ་ལོང་མེད་པ། ལོང་ལོང་མེད་དུ་ཤེས་པ་སྐྱེས་བུའི་གནས་ལ་ཟླ་ཕོག་པ་ལྟ་བུ། སྐྱེས་བུའི་གནས། སྐྱེས་བུའི་གནས་ཟེར་ན་འདིར་བདེ་གསལ་དང། མི། མི་གཅིག་བསད་དགོས་བྱུང་ན། དཔེར་ན། ཕོག་ན་ག་བ་ལ་ཕོག་དགོས་ཟེར་ན་སྙིང་ག་དེ་བ་ཕོག་སོང་ན་ཤི་ཐག་ཆོད་ཤིག་དེ། འདི་ཁ་དོག་དེ་བ་ལ་ཕོག་སོང་ན་ཤི་ཐག་ཆོད་ཤིག་རེད་བ། འོ་དེ་འདྲའི་གནས་དུ་ཕོག་པ་ཟེར་ན་འདི་རེད་ད། སྐྱེས་བུའི་གནས་དུ་ཟླ་ཕོག་པ་ནང་བཞིན། མི་གཅིག་ལ་དེའི་གནས་དེ་ལ་བརྡ་ཕོག་པ་ནང་བཞིན་ད་གར་བཅུག་རེ། གཅིག། གཞན་དག་ལས་ཀ་དེ་འདྲའི་གལ་ཆེན་པོ་མང་པོ་ཞིག་བུ་ཡོད་རེད་ཁྱོད་རང། པདྨ་སི་ལས་ཀ་གལ་ཆེན་པོ་དེ་འདྲའི་སྒྲུབ་འི་ཡོད་རེད། རེད་དེ། སྐྱེས་བུའི་གནས་དེ་ལ་བརྡ་གཅིག་ཕོག་ཡོང་དུས་གང་ལ་ལས་ཀ་གཞན་དག་དེ་གའི་ཐམས་ཅད་དུ་ཆད་འཕྲུ་ལས་ཕག་གཡུག་བཞག་གོ་མ་རེད་བས། གཡུག་བཞག་ནས་དེ་ཕག་ཐབས་ཀྱི་བྲག་ཡས་ཐབས་ཤེས་བཏང་གོ་མ་རེད་བས། འོ་དེ་ནང་བཞིན་དགོས་གཟིགས་དུ་བཅོས་བྱས་རེད། གཞན་དག་ལས་ཀ་གལ་ཆེན་པོ་གང་ཡོད་མ་རེད་ཆོས་ལས་གལ་ཆེ་བ་ཡོད་མ་རེད་ད། དེང་སང་ཆོས་བྱས་དེ་ལ། དུག་སེལ་ལས་ཡོད་འདུག་ཆོས་ཀྱི་བྱེད་ཡོང་དུས་འོ་གཞན་དག་གལ་ཆེན་པོ་བཞི་པོ་དེ་འདྲ་ཡོད་ན་དཔེར་ན་དགོང་མོ་སྐོར་རོལ་ཅིག་ཁྱོད་རང་ལ་ར་ཡས་ཀྱི་ལས་ཀ་གལ་ཆེན་པོ་ཅིག་ཡོད་པ་དང་ཆོས་འདི་བྱས་ཟེར་ནས་འོ་ཆོས་བྱས་དེ་བདམས་དགོས་རེད་གཟིགས་པོ་དེ། འོ་དེ་དེའི་བར་ཆ་འཕྲོ་ལེགས་ཡོང་དེའི་བར་ལན་སློང་ཁོ་རང་ཡོད་ལོང་མེད་པ་གཟིགས་འདུག་དེ། ལོང་མེད་དུ་ཤེས་པ་ཁྱེད་རང་ལ་དེ་དུས་ཚོད་ཁོ་རང་ཡོད་མར་དེ་གླེང། འོ་ན་གར་བྱེད་དགོས་རེད་ཨོ་དེ་ཆོས་ཡང་དག་པ་དེ་བྱེད་དགོས་རེད་ཨོ་དེ་འདྲས་བསམ་བློ་བཏང་བཏང་དེ་དེ་འདྲས་དགོས་རེད་ཟེར་དེ། ད་དེ་ནང་བཞིན་བསམ་བློ་ཐོང་མཁན་ཅིག་ཡོད་ན་ཏན་ཏན་འབྲས་བུ་ཐོབ་དགོས་རེད་ད་ང་ཚོ་དེ་ཡོང་ཡང་ཁ་ལ་ཁ་དགོས་རེད་དོ། ངས་ཁ་ནས་ད་ལས་སླ་པོ་ཞིག་ལབ་གི་ཡོད་རེད་ང་ཡིས་དེ་འདྲས་སྒྲུབ་ཐུ་ཡ་ཡོད་མ་རོ། ཁྱེད་རང་ཚོའི་མིས་གཅིག་བྱས་ན་སྒྲུབ་ཐུ་མཁན་ཡོད་རེད་གཅིག་བྱས་ན་སྒྲུབ་ཐུ་སྒྲུབ་ཐུག་མ་རེད་ཡིན་ནའི་ཁ་ལ་ཁ་དགོས་རེད་དེ། རེད་དེ་ཨོ་དེ་ནང་བཞིན་བྱེད་དགོས་རེད་ཟེར་དེ། དེ་འདྲས་བྱས་སོང་ན་འབྲས་བུ་ཐོན་ཐག་ཆོད་ཐོན་ཐུབ་ད་དེ་ལྟར་ཨོ་དེ་ཡིན་ཙང་དང་དང་པོ་ལོང་མེད་དུ་ཤེས་པ་སྐྱེས་བུའི་གནས་ལ་ཟླ་ཕོག་པ་ལྟ་བུ་ཞིག་དགོས་སྟེ། འདི་འདི་ཡང་དཔེ་ཞིག་འདི་དྭགས་པོ་ལ་དྭགས་པོ་རིན་པོ་ཆེས་གསུངས་འདུག་ཡང་ཁ་ཤས་ག་རེ་སུ་སངས་རྒྱས་རྡོ་དེ་འདྲས་ནང་ལ་བསྡད་སྲིད་དམ། སངས་རྒྱས་རྡོ་འདི་དེ་ནང་བཞིན་དཔེ་དེ་ནང་བཞིན་གཅིག་པ་གཅིག་རྐྱང་རེད་ཁྱེད་རང་གི་མགོ་སྐྲ་ཟིང་ཟིང་ཞིག་ཡོད་པ་ཡིན་ན། འདུག་བ་དེ་ཡིན་ཙང་དེ་ཞེད་སྟངས་ཀྱི་དེ་ནི་སྐྲ་ཟིང་ཟིང་རེད།

དང་པོ་འདི་ལ་འགྲོ་བར་འདི་ཚོ་ཚང་མ་བརྗེད་ཚར་དང། དེ་ལྟ་གན་མ་རུང་ངོ་མ་ཤེས་ན་འདི་གལ་ཆེ་གི་རོགས་ངོ་མ་ཤེས་ན། ཨོ་ད་འདི་གལ་ཆེན་པོ་འདི་ཚོ་ལས་འདི་གལ་ཆེ་འདུག་ང་ཤི་གི་རེད་བསམ་མི་བསམ་འགྲིག་གི། འདི་མེད་འདི་ཟད་བསམ་གཏང་གི་རེད་བ་སོ་ཨོ་དེ་ནང་བཞིན་ཆོས། དེ་ནས་ལས་ཀ་གལ་ཆེ་བ་ཞིག་འདའ་ཡོང་མ་རེད་ཆོས་བྱས་འདི་གལ་ཆེ་ཤོས་རེད་སྲིད་གི་རེད་དང། དོན་དག་འདིར་འདི། ད་འདི་འདི་ནང་བཞིན་བསམ་བློ་བཏང་ནས་ཆོས་བྱས་ན་ད་ཨ་ཙི་འབྲས་བུ་ཐོན་དང་ཐོན། ང་ཚོས་ཐུགས་ཁུར་ཡོད་མ་རེད། ངོ། འདིར་དང། ལོང་མེད་དུ་ཤེས་པ་སྐྱེས་བུའི་གནས་ལ་བདག་ཕུག་པ་ལྟ་བུ་ཞིག་གོ། བར་དུ་ཡང། བར། བར་དུ་ས། ཡེངས་མེད་དུ་བསྒོམ་པ་བུ་གཅིག་པུ་ཤི་བའི་མ་ལྟ་བུ་ཞིག་དགོས་ཏེ། འོང། བུ་གཅིག་པུ་ཤི་བའི་མ་ལྟ་བུ་ཞིག་དགོས། ཨ་མ་གཅིག་ལ་བུ་གཅིག་ཡོད་ན། ཨ་མ་གཅིག་ལ་བུ་གཉིས་གསུམ་བཞི་ཡོད་ན་ཨ་མ་དེ་གིས་བརྩེ་བ་བཞི་ཡོད་རེད་བ། བརྩེ་བ་དེ་བགོ་བཤའ་ཐེབས་རོགས་རེད་བུ་བཞི་ལྔ་ལ། བུ་གཅིག་ར་གཅིག་ཡིན་དེང་གི་ཨ་མ་དེ་གི་ད་བུ་དེ་ལ་བརྩེ་བ་ཆེ་ཨ་མ་མ་མ་མ་དེ་ནང་བཞིན་བརྩེ་བ་ཤུགས་ཆེན་པོ་དཀོན་པོ་རེད་དེ་འདྲའི་སྐབས་ལ་བུ་དེ་ཤི་སོང་ན་ཨ་མ་དེ་ཤེས་ཡས་ཉན་ག་རེད་གར་བྱེད་ནས་གན་ཟེར་ན་ཨ་མ་དེ་བརྩེ་བ་དེ་འདྲའི་ཤུགས་ཆེན་པོ་དེ་བུ་དེ་ཤི་དུས་སྐབས་སྤྲོ་ཆེ་བ་ནང་བཞིན་ཆགས་འགྲོ་གི་དེ་དེ་འདྲའི་གི་བརྩེ་བ་ཆེན་པོ་ཡོད་རེད་ད་བུ་བཞི་ལྔ་ཡོད་དེང་གི་ད་ཨ་མའི་བརྩེ་བ་དེ་གོ་ཤ་ཐེབས་སོང་རེད་བུ་གཅིག་ཤི་ནས་ཨའོ་ཟེར་སྣང་དང་ཡོད་མ་རེད་ཨ་མ་དེ་ལ། བུ་གཅིག་ཤི་བས་སེམས་ཁྲལ་དེ་ཡོད་རེད་སེམས་ཁྲལ་མེད་པ་དེ་ཡོད་མ་རེད་དེ་ནས་བུ་གཅིག་ལ་མ་གཅིག་མ་གཅིག་ལ་བུ་གཅིག་ལྟ་བུ་དེ་དཔེ་མི་སྲིད་དེ་ཡང་མ་ལག་དུམ་དཔེ་ཆའི་ནང་ལ་ཡོད་རེད་མ་ལག་དུམ་གཅིག་ལ་བུ་གཅིག་ཡོད་དེ་འགས་དེ་བུ་གུ་དེ་ཆུ་ནང་ལ་མ་ཟགས་ནས་ཆུས་ཁྱེར་སོང་ན་མ་ལག་དུམ་དེ་མོ་རང་ལག་པ་ཡོད་མ་རེད་དེ་ཡིན་ན་ཡང་ཉིན་གཅིག་ངའི་བུ་གུ་དེ་བསམ་ནས་ལམ་སང་ཆུའི་དཀྱིལ་ལ་མཆོངས་འགྲོ་གི་རེད་ལག་པ་མེད་པ་དྲན་གི་ཡོད་མ་རེད་ཉིན་གཅིག་ཆུའི་དཀྱིལ་ལ་མཆོངས་ནས་བུ་གུ་དེ་བཀྱག་པ་འགྲོ་གི་རེད་དེ། འོ་དེ་འདྲས་ཀྱི་ད་པར་སེམས་གཡེང་ཡ་ཡོད་མ་གདའ། སེམས་རྩེ་གཅིག་ཏུ་སྤུ་ཀུ་སྟག་རང་དྲན་ཡོང་གི་དེ། མ་གཅིག་པུས་བུ་ཞིག་ཤི་བ་ཡིན་ན་ད་སྟག་རང་དྲན་དེ་བ་གཞན་དག་སྦྲ་མ་འདྲ་ག་ཚོད་ཡག་པོ་དེ་འདྲ་ཡོད་ནས་དོག་པོ་ཅིག་མཐོང་གི་ཡོད་མ་རེད་ཨ་མ་དེ་གི་དེ་ག་ཚོད་སེམས་བརྟན་པོ་ཡོད་རེད་འོ་ཆོས་བྱས་ན་དེ་ནང་བཞིན་བྱེད་དགོས་རེད་དེ་ཚོ་ད example རེད་བ་དཔེ་རེད་བ་དེ། བ་ངོས་བར་དུ་གཡེང་མེད་དུ་དགོན་པ་བུ་གཅིག་པུ་ཤི་བའི་མ་ལྟ་བུ་ཞིག་དགོས་དེ། བུ་གཅིག་ཤི་བུ་གཅིག་རང་གཅིག་མ་གཏོགས་མེད་དེ་འགའ་ཤི་སོང་ན་ཨ་མ་དེའི་སེམས་ལ་བུ་དེ་མ་གཏོགས་དྲན་རྒྱུ་སྤུ་ཙམ་ཡོད་མ་རེད། གཞན་དག་གང་ཡང་དྲན་གི་མ་རེད་བུ་བཏང་རང་བསྟན་ཏེ་སྒོམ་བརྒྱབ་པ་ནང་བཞིན་ཏེ། ཨོ་ཆོས་བྱས་ལ་ད་ག་ཟེ་སྒོམ་དགོས་རེད་ཟེར། མཐའ་མ། ད་ལགས་ཟེར་ཏེ་ག་རེ་དུ་བྱར་མེད་དུ་བཤད་པ་ཕྱུག་ཕྱུག་མ་བསྡད་དེས་པའི་རྫི་བོ་རྫི་བོ་ལྟ་བུ་ཞིག་དགོས་ཟེར་ཏེ། ཕྱུག་མ་བསྡད་དེས་པའི་རྫི་བོ་ལྟ་བུ་ཞིག་དགོས། ཐ་མ་བྱར་མེད་དུ་བཤད་པ། ད་ལྷག་ཟེར་འཇུག་དེ་ལ་ལས་ཀ་བྱེད་ཡ་གལ་གལ་བྱེད་ས་གལ་གཞན་དག་གལ་གལ་དྲན་རྒྱུ་མེད་དུ་ཡལ། ཕྱུགས་མ་སྲིད་དུས་གང་ལ་ཕྱུགས་མ་འདྲེས་དེ་བ། བ་ཕྱུགས་བ་ཕྱུགས་འཚོང་མཁན་ཡང་ན་གཡག་འཚོང་མཁན་ཡང་ན་ལུག་འཚོང་མཁན་ཡོད་རེད་བ། ལུག་རྫི་ཡོད་རེད་བ། ལུག་རྫི་དེ་ཚོས་ཁོ་རང་གིས་དེའི་ནང་ལ་ལུག་དེའི་ནང་ལ་བ་འཚོ་ག་འགྲོ་སྟེ་དེའི་ནང་ནས་གཡག་ཤོད་དེ་གཡས་དེ་འདྲས་དེད་ནས་ཕྱིན་སོང་ན། སྒྲའི་དེ་ནི་པ་སྐུ་མ་ཀུན་ནས་ཕྱིན་སོང་ན། འོ་ལུག་རྫི་འདིའི་སེམས་ནང་ལ་ག་རེ་ཡོད་རེད་ཟེར་དུས་ག་ན་ད་ངའི་ཡོད་ན་མེད་ན་དེ་གས་དེ་སྒྲའི་དེ་སོང་བསམ་ནས། ད་སེམས་ཀྱི་ནང་ལོགས་ལ་ག་རེ་ཡོད་ཟེར་བྱ་ངན་གང་ཅི་ཡང་བྱས་མེད་པར་དྲན་རྒྱུ་དགོན་རྒྱུ་མེད་པར་ཆགས་འགྲོ་བ་དེ། ད་ང་རང་མ་ད་ག་རེ་བྱེད་དགོས་ན་ཐབས་ཤེས་ག་གེ་མི་འདུག་ད་འདི་བྱས་ལ་ཆོམ་འགྲོ་རྒྱུ་རེད་མ་གཏོགས་ཤེས་ག་ཡོད་མ་རེད། འོ་དེ་ཡིན་ཙང་འོ་དེ་ནང་བཞིན་གཞན་དག་དཀའ་ངལ་དེ་གས་དེ་ཐམས་ཅད་དེ་པ་ཆགས་འཁྲུ་ལས་གཡུག་ཤག་ཨོ་དྲན་རྒྱུ་དེ་ག་རེད་དོ། ཨོ་ད་ལམ་སང་ཆོས་དེ་མ་གཏོགས་དྲན་རྒྱུ་ཡོད་མ་རེད་ཟེར་བ་དེ་འདྲས་བྱེད་དགོས་རེད་གསུངས་རེད་རྫི་བོ་ལྟ་བུ། ཞེས་གསུངས་དེ་ལྟ་བུ་མ་བྱུང་གི་བར་དུ་འཆི་བ་མི་རྟག་པ་འདི་ཁོ་ན་སྒོམ་དགོས་ཟེར་བ་དེ་འདྲས་རང་གི་རྒྱུད་ལ་སེམས་བརྟན་པོ་ཅིག་མ་སྐྱེས་ཀྱི་བར་དུ་འཆི་བ་མི་རྟག་པ་སྒོམ་དགོས་ཀྱི་རེད། བཅོམ་ལྡན་འདས་ཀྱིས་ཀྱང། མི་རྟག་པ་མང་དུ་བསྒོམས་ན་སངས་རྒྱས་ཐམས་ཅད་ལ་མཆོད་པ་བྱས་པ་ཡིན་ནོ་ཟེར་བ་དེར་ད་ཁྱེད་རང་ལ་རྒྱུ་ནོར་ལོངས་སྤྱོད་ཕུན་སུམ་ཚོགས་པ་དེ་འདྲས་མེད་ན་ཡང་སྐྱོན་ཡོད་མ་རེད། ཁྱེད་རང་ལ་དཔེ་ཞག་མེད་ན་ཡང་སྐྱོན་ཡོག་མ་རེད། སངས་རྒྱས་ལ་འོ་ན་ང་སངས་རྒྱས་ལ་མཆོད་པ་འབུལ་གི་ཡིན་དེ་ང་ལ་དཔེ་ཞག་མེད་ན་ང་སངས་རྒྱས་ལ་མཆོད་པ་འབུལ་གི་ག་འདྲའི་མཆོད་པ་འབུལ་གི་རེད་ཟེར་ཁྱེད་རང་གི་ང་ལ་དྲི་བ་འདྲི་བ་ཡིན་ན། དེ་ལན་དེ་སངས་རྒྱས་བཅོམ་ལྡན་འདས་ཀྱི་སྐྱོན་པ་རེད་ཁྱེད་ཡོག་མ་རེད་ཁྱེད་རང་ལ་རྒྱུ་ནོར་ལོངས་སྤྱོད་མེད་ནས་ཁྱེད་ཡོག་མ་རེད། གར་ཆུར་མི་ཐག་པ་སྒོམ་གསུངས། འདུས་བྱས་ཐམས་ཅད་མི་རྟག་པ་རེད་དེ་སྐད་ཐམས་ཅད་སྐད་ཅིག་སྐད་ཅིག་གིས་འཇིག་འགྲོ་རེད་ང་ཡི་ཤི་འགྲོ་གི་རེད་དེང་སང་ཆོས་ཀྱི་ཡང་དག་པ་བྱེད་དགོས་འདུག་བསམ་པའི་མི་རྟག་པ་འདི་སྒོམ་གི་ཡིན་ན་སངས་རྒྱས་ཐམས་ཅད་ལ་མཆོད་པ་ཕུལ་བ་དང་དབྱེར་མེད་ཡིན། ད་ཁྱོད་རང་ལ་དཔེ་ཆ་དགོས་ཀྱི་འདུག་བས་དགོས་ཀྱི་མི་འདུག་བ་དང། རྒྱུ་ནོར་ལོངས་སྤྱོད་དགོས་ཀྱི་མི་འདུག་བ་དང་ང་ཅིག་ང་སངས་རྒྱས་ལ་མཆོད་པ་ཕུལ་གི་སྦྱིན་པ་བཏང་གི་བསམ་གྱི་འདུག་དེ་ཡིན་ན་ང་ལ་མེད་ད་གར་བྱེད་དགོས་རེད་གསོལ་གི་བསྡད་ཡོང། བསྡད་ནས་མ་འདུག་ཤི་ན་གས་གས་བྱེད་ཀྱི་མེད་དེང་གི་སོང་ཤི་མ་རེད་དེ་མཆོད་པ་ཕུལ་ཆོག་གི་རེད་དེ། མི་རྟག་པ་བསྒོམ་དང་མཆོད་པ་ཕུལ་བ་དང་གཅིག་པར་ཏེ། མི་རྟག་པ་མང་དུ་བསྒོམ་ན་སངས་རྒྱས་ཐམས་ཅད་ལ་མཆོད་པ་བྱས་པ་ཡིན་ནོ་སྟེ། མི་རྟག་པ་མང་དུ་བསྒོམས་ནས་སངས་རྒྱས་ཐམས་ཅད་ཀྱི་དབུགས་ཕྱུང་བ་ཡིན་ནོ་ཟེར། མི་རྟག་པ་མང་པོ་བསྒོམས་པས་ནི་སངས་རྒྱས་ཐམས་ཅད་ཀྱི་ཁྱོད་རང་ལ་དབུགས་ཕྱུང་བ་རེད། དབུགས་ཕྱུང་བ་ཟེར་ནས་སངས་རྒྱས་ཐམས་ཅད་ཀྱི་ཐུགས་དང་རྣམ་པ་ཀུན་ཏུ་སངས་རྒྱས་ཀྱི་ཐུགས་ལ་དེ་འདྲའི་ཕྲེང་ནས་དེ་ཡོད་རེད་ཁྱོད་རང་སངས་ཁོང་གི་ཐུགས་དགོངས་ལ་བཞག་སེམས་ལ་བཞག་བྱ་རེད། དབུགས་ཕྱུང་སྲིད་དུས་གང། ཨོ། འདི་སྐྱེས་བུ་དམ་པ་རེད་ད་འདི་ཡག་པོ་རེད་ད་སངས་རྒྱས་འོ་དེ་འདྲའི་གཟུངས་ཡག་གི་དུས་ལ་བབས་ཚར་ད། མེ་ད་པ་བསྒོམས་ན། སངས་རྒྱས་དང་བྱང་ཆུབ་སེམས་དཔའ་རྣམས་ཀྱི་གཟིགས་རེད་དེ། དེ་ཚ་ནམ་རྒྱུན་ངོ་ཚ་ལ་ཅིག་ལབ་གི་འདུག་ག་རེ་ཡོད་རེད། ངོ་ཚོས་ཅིག་རྩ་ཆེན་པོ་ཞིག་བརྩིག་གི་འདུག་ཆོས་འབྱུང་སྲུང་མ། སོ་ག་དང་མར་བས་སྲུང་མ་སྲུང་མ་དེ་ཚོ་ལ་ཆོས་གསུངས། སྲུང་སྲུང་མ་དེ་འདྲའི་འཇིག་རྟེན་པའི་སྲུང་མ་ཡོད་རེད་འཇིག་རྟེན་ལས་འདས་པའི་སྲུང་མ་རེད་འཇིག་རྟེན་ལས་འདས་པའི་སྲུང་མ་དེ་ཚོ་སངས་རྒྱས་རེད། བྱང་ཆུབ་སེམས་དཔའ་རེད། འཇིག་རྟེན་པའི་སྲུང་མ་དེ་ཚོ། གནས་སྐབས་ཀྱི་དཔའ་ཤུགས་ཆེན་པོ་རེད་ཅེས་རེད་མ་གཏོགས། སེམས་མ་དགའ་ན་ཁོས་གནོད་པ་སྐྱེལ་གི་རེད་ད། ཨོ་ཟེར་སྲུང་མ་དུག་བྱ་དེ་འདྲས་ཡོང་གི་འདུག་བ་ཁ་ཟེར་འདྲས་དེ་འདྲས་ཡོང་གི་འདུག་བ། དོན་དག་སྲུང་མ་སྲུང་མཁན་ཡག་ཤོས་དེ་ག་རེད། སངས་རྒྱས་ཆོས་དགེ་འདུན་སྲུང་མ་ཡག་ཤོས་དེ་དེ་རེད། སངས་རྒྱས་ཆོས་དགེ་འདུན་སངས་རྒྱས་དེ་ཚོ་སྲུང་མ་ཡག་ཤོས་དེ་རེད། དོན་དག་རྣམ་པ་ཀུན་ཏུ་ཁྱེད་རང་ལ་དེ་འདྲས་སེམས་ནི་ཞུགས་བསྡད་རེད། ཁྱེད་རང་གིས་འདི་ནང་ཆོས་ཡང་དག་པ་བྱས་ན། ཨོ་མི་དག་པ་ཡང་དག་པ་དགོངས་མཁན་ནི་སངས་རྒྱས་ཀྱི Protection སྤྲད་གི་རེད་བ་སྲུང་སྐྱོབ་བྱེད་གི་རེད་ཁོང་གིས་སྲུང་གི་རེད། གནོད་པ་དེ་འདྲའི་ཡོད་ནས་གནོད་པ་སྐྱེས་བཅུག་མར་སངས་རྒྱས་སྲིད་གྲོགས་རེད། འོ་སྲུང་མ་ངོ་མ་ཁོ་ཚོ་རེད་བ་དེ། དེ་མ་ཡིན་པའི་འཇིག་རྟེན་གྱི་དེ་དེ་བ་དེ་འདྲའི་གཞི་བདག་གསུམ་དེ་འདྲའི་ལྷ་ཟེར་སྲུང་མ་སྐྱོ་བོ་དེ་འདྲའི་དེ་འདྲའི་ལ་བ་སྲུང་མ་དང་ཤེའུ་ག་ཡིན་བསམ་དེ་འདྲའི་རྗེས་ལ་འབྲོང་གི་དེ་འདྲའི་མང་པོ་འདུག་བ་ཁ་ཤས། འོ་དེ་འདྲའི་ཆོ་ཡོད་མ་རེད་སྲུང་མ་ཡག་ཤོས་དེ་སངས་རྒྱས་རེད་བྱང་ཆུབ་སེམས་དཔའ་རེད། སངས་རྒྱས་ཆོས་དགེ་འདུན་རེད་དེ། ཨོ་ཡ། དེང་སང་འདི་ན་ལ་ག་སྲིད་བཅོམ་ལྡན་འདས་ཀྱི། གསུང་ཆོབ་ཚིག་གིས་མི་རྟག་པ་མང་དུ་དཀོན་པའི་སངས་རྒྱས་ཐམས་ཅད་ཀྱི་དབུས་བྱུང་བ་ཡིན་ནོ་ཞེས་གསུང་གིར་བདག་སངས་རྒྱས་ཀྱི། མི་རྟག་པ་མང་དུ་བསྒོམས་ནས་སངས་རྒྱས་ཐམས་ཅད་ཀྱི་ལུང་སྟོན་པ་ཡིན་ནོ་ཞེས་དེ་ལྟ་ཁྱེད་རང་གིས་མི་རྟག་པ་མང་པོ་བསྒོམ་མཁན་ནི་སངས་རྒྱས་བཅོམ་ལྡན་འདས་ཀྱི་དེ་ནས་ཨོ་སྐྱེས་བུ་ཁྱོད་རང་མ་འོངས་པ་དུས་ཚོད་དེ་འདྲ་དེ་འདྲ་དེ་འདྲ་ཞིག་ལ་སངས་རྒྱས་ཀྱི་གོ་འཕང་ཐོབ་འགྲོ་གི་རེད་ཁྱེད་རང་སངས་རྒྱས་ཀྱི་མཚན་མིང་འདི་འདྲས་ཟེར་མཁན་ཞིག་ལ་ཁྱེད་རང་མངོན་པར་རྫོགས་པར་སངས་རྒྱས་པར་འགྱུར་རོ་ཞེས་ལུང་བསྟན་ཐོབ་གིར་དེ། ད་སངས་རྒྱས་ལུང་བསྟན་ཐོབ་ཟེར་དུས་གང་ལ་ད་ཁྱེད་རང་སངས་རྒྱས་ཐག་ཆོད་ཚར། སངས་རྒྱས་ལུང་བསྟན་གནང་ཟེར་དུས་གང་ལ་སངས་རྒྱས་ཁྱེད་ནི་གསུང་གི་ཡོད་རོགས་དེ། ཨོ། མི་རྟག་པ་བསྒོམས་ན་སངས་རྒྱས་ཀྱི་ལུང་བསྟན་གནང་གི་རེད་གསུངས་ཏེ། མི་རྟག་པ་མང་དུ་བསྒོམས་ན་སངས་རྒྱས་ཐམས་ཅད་ཀྱིས་བྱིན་གྱིས་བརླབས་པ་ཡིན་ནོ་ཨོ་དེ། ང་ཚོས་ག་རེ་ལབ་གི་འདུག་ཟེར་དེ་རིང་སངས་བྱིན་རླབས་བསླབ་ན་དགུན་དུས་ལ་བཅར་ཏེ་བྱིན་རླབས་དགོས་ཀྱི་འདུག་བྱིན་རླབས་དགོས་ཀྱི་འདུག་ཟེར་ན་བྱིན་རླབས་གོ་གི་རེད་ཟེར་དུས་གུས་པ་ནས་གསུང་དུས་ཇི་རག་ན་དེ་བྱིན་རླབས་ཡིན་བསམ་གྱི་ཡོད་རེད། ཡེ་ནས་བདུད་རྩི་ཆོས་མེད་ཅིག་རག་ན་འདི་བྱིན་རླབས་ཡིན་བསམ་གྱི་ཡོད་དེ་བྱིན་རླབས་རེད་བྱིན་རླབས་མ་རེད་ཟེར་གྱི་མེད་ངེས། ཡེ་ནས་བྱིན་རླབས་ངོ་མ་དེ་ག་གི་རེད་ཁྱོད་རང་གི་རྒྱུད་ལ་ཆོས་ཡང་དག་པ་ཅིག་དཔེར་ན་མི་རྟག་པ་བསྒོམས་ནས་སངས་རྒྱས་ཀྱི་བྱིན་རླབས་རེད་དོ། སངས་རྒྱས་བྱིན་གྱིས་བརླབས་དགོས་དེ་སངས་རྒྱས་ཐམས་ཅད་ཀྱི་བྱིན་གྱིས་བརླབས་དགོས་སངས་རྒྱས་གཅིག་མ་རེད་ད། ཨོ། སེམས་བཟང་པོ་བྱས་ན་སངས་རྒྱས་བྱིན་གྱིས་བརླབ་པོ་རེད། ཨོ། ཚུལ་ཁྲིམས་ཡང་དག་པ་བསྲུངས་ནས་སངས་རྒྱས་བྱིན་གྱིས་བརླབ་པོ་རེད། སྦྱིན་པ་ཡང་དག་པ་ཞིག་བཏང་ནས་སངས་རྒྱས་ཀྱིས་བྱིན་གྱིས་བརླབ་པོ་རེད་དོན་དག་དེ་རེད་ངས་ཚེ་འདི་འདྲ་ང་ཚོས་མི་རྟག་པ་གཅིག་པོ་སྐད་ཅིག་བཤད་ཀྱི་ཡོད་པ་སོང་ད་འདི་ལབ་ཀྱི་ཡོད་རེད་མ་གཏོགས་གཞན་དག་དགེ་བའི་ཆོས་སྒྲུབ་ཚེ་གང་པོ་འདི་ཐམས་ཅད་ལ་སངས་རྒྱས་ཀྱིས་བྱིན་གྱིས་བརླབ་པོ་རེད་ད་དེ། བྱིན་བརླབ་བྱིན་བརླབ་ཟེར་ན་དེ་རེད་ངོ་མ། འོ་དེ་རེད་མ་གཏོགས་གང། དེ་མ་ཡིན་གྱི་གཞན་དག་ཅིག་ལབ་བསམ་དང་ནི་ང་རང་ཚོ་བོད་པ་ཚོ་འདི་འདྲའི་མང་པོ་ཞིག་འདུག་བ། དབང་བཤུ་ཁ་སྤྲོ་གི་ཚེ་དབང་བཤུ་ཁ་སྤྲོ་གི་ཡིན་ཚེ་དབང་བཤུ་འཚང་ཁ་རྒྱབ་འཚང་ཁ་རྒྱབ་འཚང་ཁ་རྒྱབ། ཚེ་རིང་མ་རག་རེད། གསུང་དུས་དེ་མ་རག་བ་རེད་དེ་ནི་མ་བྱིན་གྱིས་དེ་རིང་ང་ཚེ་དབང་རག་མ་སོང། དེ་འདྲའི་སྐྱོ་ལ། ཚེ་དབང་ཚེ་རིང་དང་གསུང་དུས་དེ་ཡིན་པ་འདྲ་པོ། ཚེ་རིང་དང་གསུང་དུས་དེ་ད་ད་ག་བསྒྱུར་བ་ད་ཅག་ལར་འདུག་དངོས་པོ་རེད་འདུག། ཚེ་དབང་ངོ་མ་དེ་ག་རེད་ཟེར་ཡས་ནི་མ་ཁྱོད་གསུང་གི་ཡོད་རེད་ཁྱོད་རང་ཚེ་ཚེ་རིང་པོ་བྱེད་གི་ཡིན་ན་སེམས་ཅན་དམར་ཟས་སེམས་ཅན་ལ་གནོད་པ་སྤང་མི་ནད་པ་ལ་རོགས་པ་བྱས་ཟེར་ཚེ་རིང་པོ་གུ་གུ་འདུག་ན་འོ་དེ་རེད་ད་ཚེ་འདི་དམ་འདི་མན་ངག་དེ་རེད་འོ་དེ་གོམས་བྱས་ཙང་ཚེ་དབང་དེ་དུས་ཐོབ་པ་རེད་ད་འོ་གཞན་ཐོབ་ཡས་ཡོད་མ་རེད་ཟེར་མོད། ད་འདི་ད་ཅིང་འདི་དམ་ཚིག་གི་དམ་ཚིག་གི་རྫས་རེད་དེ་ཚོ་ད་ཚེ་རིལ་དང་དེ་གསུང་འདུས་ཟེར་དམ་ཚིག་གི་རྫས་རེད་ཁྱེད་རང་ལ་འདི་ནང་བཞིན་གྱི་དེ་ནི་དངོས་གནས་ཀྱི་སེམས་ཅན་སྲོག་གཅོད་སྤང་བ་དང་གནོད་པ་སྐྱེལ་སྤང་བ་དང་སེམས་ཅན་ནད་པ་ལ་རོགས་བྱེད་ཀྱི་ཡིན་བསམ་དེ་ལྟ་ན་ཚེ་ཚེ་ཚེ་དེ་ཚེ་རིལ་དང་དེ་འདྲའི་རག་ན་ད་ཡག་ཤོས་རོགས་ད་དོ་ཡག་ཤོས་རོགས། ཨོ་དེ་འདྲའི་ཁྱོ་ནི་མེད་པ་དེ་འདི་གཅིག་པོ་གི་རོགས་པ་གཅིག་མར་ད་ཚེ་རིལ་དང་གསུང་འདུས་གཅིག་པོ་གི་རོགས་པ་གཅིག་མར་ད་ཁྱེད་རང་སེམས་ནང་ལ་འདི་མེད་ན། ཨོ་དིར་དེ། ཨོ། མི་རྟག་པ་མང་དུ་བསྒོམས་ནས་སངས་རྒྱས་ཐམས་ཅད་ཀྱིས་བྱིན་གྱིས་བརླབས་པ་ཡིན་ནོ། དཔེར་ན་རྗེས་རྣམས་ཀྱི་ནང་ནས་གླང་པོ་ཆེ་རྗེས་མཆོག་ཡིན་ནོ། རྗེས་རྣམས་ཀྱི་མཆོག་ཟེར་ནས་རྐང་རྗེས་འདུལ་བ་རྐང་པའི་རྗེས། རྐང་པའི་རྗེས་ཐམས་ཅད་ཀྱི་ནང་ནས་གཡག་ཤོད་འདི་གླང་པོ་ཆེའི་རྐང་པའི་རྗེས་འདི་རེད་གསུངས། ཅི་ག་རེ་རྒྱ་གར་གྱི་དམག་མི་ཡིན་ན་དམག་མི་ལ་དེ་འདྲས་ཡོད་ན་མེད་ན་གང་ཞིག་རྐང་པའི་རྐང་པའི་རྗེས་འདི་ཕ་གི་འདུག་བྱས་ནས་རྐང་པའི་རྗེས་འདི་ག་འདྲས་འདུག་ལྟ་གི་རེད་ཟེར་གི་འདུག། རྐང་པའི་རྗེས་དེ་ཚང་མ་ས་ལ་དེ་འདྲའི་རག་རྡོ་རེད་རག་རེད་བས། རྐང་པའི་རྗེས་དེ་ཚང་མ་མ་འཇག་རེད་བས། འཇག་རེད་མ་རེད་འཇག་མི་འདུག་སྐྱིད་དེ་སྟོང་པ་དང། འོ་དེང་སང་རྐང་པའི་རྗེས་དེ་ཡག་པོ་ཡོད་མ་རེད་ང་ཚོའི་རྐང་པའི་རྗེས་དེ། གན་སྐྱིད་དེ་སྟོང་པ་དང། གླང་པོ་ཆེའི་རྐང་པའི་རྗེས་དེ་དུས་ནས་ག་ལེ་ག་ཟོས་ད་སྐྱིད་དེ་སྤུ་ར་ཆ་ཚང་མ་གི་གཅིག་པ་གཅིག་ཀྱང་ཡོད་རེད་བས། རྗེས་ཐམས་ཅད་ཀྱི་ནང་ནས་ཡག་ཤོས་དེ་གླང་པོ་ཆེའི་རྐང་པའི་རྗེས་རེད། རྗེས་སུ་དེ་ཕུད Print། རྐང་པའི་རྗེས། པར་ཆས་སེམས་མ་གས། ཨོ་འདིར། རྗེས་ཐམས་ཅད་ཀྱི་ནང་ནས་གླང་པོ་ཆེའི་རྗེས་དེ་མཆོག་ཡིན་ནོ་དེ་བཞིན་དུ་ནང་པ་སངས་རྒྱས་པའི་བསྒོམ་པའི་འདུ་ཤེས་ཐམས་ཅད་ཀྱི་ནང་ནས་ད་སི་ཡ་དེ། དེ་བཞིན་དུ་ནང་པ་སངས་རྒྱས་པའི་བསྒོམ་པའི་འདུ་ཤེས་ཐམས་ཅད་ཀྱི་ནང་ནས་སྒོམ་རྒྱབ་ཀྱི་ཡིན་ན། སྒོམ་བརྒྱབ་པ་ལ་འདུ་ཤེས་ཀྱི་འགུག་རེད། འདུ་ཤེས་སུ་དུས་ག་ན་པ་ན་སེམས་རྩེ་གཅིག་ཏུ་གནས་ནས་དེ་དེའོ་དེ་དེ་མ་རེད་བསམ་ལ་ཡིད་རྩེ་གཅིག་ཏུ་གནས་ནས་འདུན་པ་དྲག་པོའི་སྒོ་ནས་སྒོམ་བརྒྱབ་པ་དེ་ལ་འདུ་ཤེས་ད་དེ་འདྲ་ཞིག་འདུ་ཤེས་ཐམས་ཅད་ཀྱི་ནང་ནས་ཡག་ཤོས་དེ་མི་རྟག་པའི་འདུ་ཤེས་དེ་རེད་བསམ། འདིར་ད་འདུ་ཤེས་ཐམས་ཅད་ཀྱི་ནང་ནས་མི་རྟག་པའོ་བསམ་པ་ཁ་ཐམས་ཅད་སྐད་ཅིག་སྐད་ཅིག་གིས་གཅིག་གྲོགས་རེད Impermanence ཚང་མ་འཇིག་འགྲོ Everything is subject to change འགྱུར་བ་ཅན་རེད་འགྱུར་འགྲོ་ཡ་རེད། འོ་དེ་འདྲས་རེད་དོ་བསམ་པ་དེ་འདུ་ཤེས་ཐམས་ཅད་ནང་ནས་ཡག་ཤོས་དེ་དེ་རེད་ད། སྒོམ་རེད་དེ། འོ་འདུ་ཤེས་ཁོ་ན་སྒོམ་པའི་འདུ་ཤེས་ཡིན་ནོ་མི་རྟག་པའི་མི་རྟག་པ་སྒོམ་པའི་འདུ་ཤེས་ཁོ་ན་ཆོས་ཡིན་ནོ་ཞེས་གསུངས་པ་དང་འདུལ་བ་ལུང་ལས། སངས་རྒྱས་བཅོམ་ལྡན་འདས་ཀྱིས་འདུལ་བ་ལུང་གི་ནང་ལ་གར་གསུངས་ཏོ། འདུལ་བའི་སྡེ་སྣོད་ནང་ན། ང་ཡི་འཁོར་བུམ་པ་བཟང་པོ་ལྟ་བུ་དང། ངའི་འཁོར་བུམ་པ་བཟང་པོ་དང་དགེ་སློང་ཤཱ་རིའི་བུ་དང་མོའུ་འགལ་གྱི་བུ་དང་འདྲ་བ། བརྒྱ་ལ་གདུགས་ཚོད་ཡུན་དང་བཅས་སྦྱིན་པ་བས། འདུས་བྱས་མི་རྟག་པ་སྐད་ཅིག་མ་གཅིག་དྲན་པ་མཆོག་ཡིན་ནོ། དྲན་པའི་མཆོག་ཡིན་ནོ། འོ་དེར་ད་བསམ་གྱིས་མི་ཁྱབ་པའི་རླབས་ཆེན་པོ་ཨེ་བདེ་སྲིད་དང། ངའི་འཁོར་གྱི་ནང་ནས་སོང་རེད་ད། སངས་རྒྱས་བཅོམ་ལྡན་འདས་འཁོར་ནང་ནས་ཡག་ཤོས་དོན་དུ་བུམ་པ་བཟང་པོ་ལྟ་བུ། བུམ་པ་བཟང་པོ་ཟེར་ནས་འཁོར་གྱི་ནང་ནས་ཡག་ཤོས་གཅིག་རེད་ད་དེ་དཔེར་ན། ཀུན་དགའ་བོ་དང་དེ་འོད་སྲུང་ཆེན་པོ་ལྟ་བུ། ཡང་ན་ཤཱ་རིའི་བུ་ལྟ་བུ། ཡང་ན་མོའོ་འགལ་གྱི་བུ་ལྟ་བུ། སངས་རྒྱས་ཀྱི་སློབ་མའི་ནང་ནས་ཡག་ཤོས་དེ་འདིར་ད། ཨོ། སློབ་མའི་ནང་ནས་ཡག་ཤོས་བུམ་པ་བཟང་པོ་དང་ཤཱ་རིའི་བུ་དང་མོའུ་འགལ་གྱི་བུ་འདྲ་པོ་དེ་འདྲས། བརྒྱ་ཐམ་པ་ལ། དེ་ནང་བཞིན་རྫིག་པོ་དེ་འདྲས་མི། དགྲ་བཅོམ་པ་དེ་འདྲས་བརྒྱ་ཐམ་པ་དེ་འདྲས་ཞུས། དེ་ལ་ཁྱེད་རང་གིས་ཉིན་གུང་གི་ཉིན་གུང་གི་གསོལ་ཚིགས་ཕུལ་བས་ན་ཉིན་གུང་ཞལ་ལག་ཕུལ་བ་ཡིན་ན། བསོད་ནམས་རླབས་ཆེན་པོ་བསགས་གི་རེད་བ། ཤཱ་རིའི་བུ་དག་མོའོ་མགལ་གྱི་བུ་དག་གོ་སངས་རྒྱས་ཀྱི་རྗེས་འཇུག་གི་ནང་དུ་སློབ་མའི་ནང་ནས་གཡག་ཤུར་དང། འོ་དེ་འདྲ་བ་བརྒྱ་བརྒྱ་ཐམ་པ་བདེ་འགྲོའི་ཤུལ་ནས་ཞལ་ལག་བཏང་བཏང་ནས་མཆོད་པ་ཕུལ་བ་ན་ཉིན་གུང་ཞལ་ལག་ཡར་བཀྱག་པ་ཡིན་ན་བསོད་ནམས་ག་ཚོད་རླབས་ཆེན་པོ་བསགས་ཀྱི་རེད། འོ་དེ་ལན་སྲིད་འོ་ད་བསོད་ནམས་དེ་ལན། བསོད་ནམས་དེ་ལན། འདུས་བྱས་ཐམས་ཅད་མི་རྟག་པ་རེད་དོ་བསམས་ན་སྐད་ཅིག་མ་གཅིག་དྲན་པ། སྐར་མ་གཅིག་ད་མང་པོ་མང་ཆོས་ཚོད་གཅིག་གཉིས་གཟིགས་མི་འདུག་ད། སྐར་མ་གཅིག་དུས་གཅིག་ཆོས་དེ་ཐམས་ཅད་དེ་ཨ་ཚེ་དེ་གའི་ཐམས་ཅད་དེ་རྟག་པ་བདེན་པ་མི་འདུག་མི་རྟག་པ་རེད་དོ་བསམ་པ། དགེ་སློང་སྟེ་དགྲ་བཅོམ་པ་བརྒྱ་ཐམ་པ་སངས་རྒྱས་བཅོམ་ལྡན་འདས་ཀྱི་སློབ་མ་གཡག་ཞུའོ་བརྒྱ་ཐམ་པ་ལ་ཞལ་ལག་ཕུལ་བས་ཀྱི་བསོད་ནམས་དེ་དང། ཀྱེ་སྐད་ཅིག་སྐར་མ་གཅིག་གི་རིང་ལ་གདུལ་བྱའི་ཆོས་འདི་ཐམས་ཅད་ང་ང་ཡིས་མི་རྟག་པ་རེད་དེ་ཁྱེད་ཐམས་ཅད་དེ་མི་རྟག་པ་རེད་དོ་བསམ་པ་འདི་འདི་བསམ་བློ་བཏང་བ་སྐད་ཅིག་གཅིག་སྐར་མ་གཅིག་བསམ་བློ་བཏང་བ་འོ་འདི་ཕན་ཡོན་བྱེད་ཟིན་འདུག་ད་ད་བསམ་བཏང་ད་མི་རྟག་པ་རེད་དོ་ཟེར་ནས་ཕན་པ་ག་ཚོད་འདུག་ད་ཞལ་ལག་བལྟ་ཡས་དེ་མིན་ཕན་པ་ཆེན་པོ་རེད་བ་དང་ཕན་པ་ཆུན་ཆུན་རེད་མི་འདུག་བ་དེ་ལས་ཀྱང་འདི་ཕན་ཡོན་བྱེད་ཨེ་སྲིད་པོ་དེ་མི་རྟག་པ་སྒོམ་པ་དེ། དེང་སང་ཁ་ཤས་སངས་རྒྱས་བཅོམ་ལྡན་འདས་ཐབས་ལ་མཁས་པ་རེད་སྙིང་རྗེ་ཆེན་པོ་རེད་ཟེར་ལབ་དགོས་རྒྱུ་མཚན་དེ་རེད། འོ་དེ་ཚོ། དཔེར་ན་རྒྱུ་ནོར་ལོངས་སྤྱོད། ཕུན་སུམ་ཚོགས་པ་ཡོད་དེ་གའི་རྒྱུ་ཕྱུག་པོ་དེ་ཚོ་ཡིན་ན། དེ་ནི་གའི། དགྲ་བཅོམ་པ་བརྒྱ་ཐམ་པ་ལ་ཞལ་ལག་ཕུལ་སོང་ན་ཕུལ་ཐུག་རུ་བ། ཡག་པོ་དེ་འདྲས་ཕུལ་ཐུག་རུ་བ། ཐ་མལ་མཁན་སྐྱོ་པོ་དམར་པོ་དཔེ་ཞག་དམར་པོ་ཅིག་མེད་དེ་གའི་ཚོ་ལ། ཉིན་ཅིག་དེ་འདྲས་ཕུལ་བསམ་ནས་དཔེ་ཞག་ཡོད་མ་རུ་བ། དེང་སང་སེམས་ཁྲལ་བྱེད་དགོས་མ་རེད་ཁྱོད་རང་ཚོ་དེ་འདྲས་དགོས་མ་ཡོད་རེད་གསུང་བ་འདྲ་བོ་རེད་སངས་རྒྱས་བཅོམ་ལྡན་འདས། སངས་རྒྱས་ཐབས་ལ་མཁས་པ་རེད་ཟེར་ཏེ་འདིར་བསྟན། སངས་རྒྱས་སྙིང་རྗེ་ཆེན་པོ་རེད་ཟེར་ཏེ་འདིར་བསྟན། ག་འདྲའི་སྙིང་རྗེ་པོ་དུ་བསྟན། འོ་འདི་ཡིན་ཙང། འདུས་བྱས་འདུས་བྱས་མི་རྟག་མི་རྟག་པ་སྐད་ཅིག་མ་གཅིག་དྲན་པའི་མཆོག་ཡིན་ནོ། ཞེས་གསུངས་འདི་སུས་གསུངས་བ་རེད་སངས་རྒྱས་བཅོམ་ལྡན་འདས་ཀྱིས་གསུངས་འདུག་གདའ། ད་ག་མི་གཅིག་གིས་བཤད་མི་འདུག་ད་སངས་རྒྱས་ཀྱིས་གསུངས་འདུག་ད། ཨོ་དེང་སང་ད་ཆོས་བྱེད་སྟངས་ག་འདྲའི་རེད་འདུག་ད་བསམ་དང། ཆོས་བྱེད་ཤེས་ན་ཨེ་མི་སྲིད་རླབས་ཆེན་པོ་བྱེད་འདུག་རེད། དེ་བཞིན་དུ་དགེ་བའི་བཤེས་གཉེན་སྤོ་ཏོ་བ་ཆེན་པོ། འདི་བཀའ་གདམས་པའི་དགེ་བའི་བཤེས་གཉེན་རེད། དགེ་བཤེས་སྤོ་ཏོ་བ་ཟེར་ད་འདིར་ད་དགེ་བཤེས་སྤོ་ཏོ་བ་དེ་སྐད་གྲགས་ཆེན་པོ་ཞིག་ར་རེད། ད་དགེ་བཤེས་སྤོ་ཏོ་བ་གར་སྣང་འདུག། དགེ་བཤེས་པོ་ཏོ་བ་ལ་དགེ་བསྙེན་གཅིག་གིས། དགེ་བཤེས་པོ་ཏོ་བ་ལ་དགེ་བསྙེན་སི་ཏུ་ཀ་ལ་ཨུ་པ་སཀ། ཨུ་པ་སཀ་སི་ཏུ་ཀ་ལ་དགེ་བསྙེན་ལ་ཡིན་ན། རབ་བྱུང་གི་རབ་བྱུང་རབ་བྱུང་མ་རེད་དགེ་བསྙེན་དེ། རབ་ཏུ་བྱུང་བ་མ་རེད་ཡིན་ན་ཆོས་པ་རེད་བས་ཆོས་པ་རེད། དགེ་བསྙེན་སི་ཏུ་ཀ་ལ་སྐྲ་ཡི་ཡོད་དེ་འགན། ཡང་སྒྲོན་ཆུ་གོན་གི་འདུག་བ་ཆུ་བ་ཡི་འདྲ་པོ་ཡིན་ན་ནང་དམར་པོ་གོན་འགན། གྲྭ་བ་བླ་མ་ཡི་དགྲ་བོ། སྔགས་པ་སྔགས་པ་ཡང་མ་རེད། འོ་དེ་འདྲས་ཡིན་དེ་གའི་དགེ་བསྙེན་དེ་འདྲས་མང་པོ་ཡོད་རེད་དགེ་བསྙེན་བྱས་ད་སྔགས་པ་དེ་ཚོ་ལ་དགེ་བསྙེན་ལབ་ན་འགྲིག་གི་རེད་དེ། འོ་དགེ་བསྙེན་ཅིག་གིས་དགེ་བཤེས་པོ་ཏོ་བ་ཆེན་པོ་ལ་དྲི་བ་ཞིག་དྲིས་པར་དེ་ག་རེ་དྲིས་པ་རེད། ཆོས་གཅིག་ཆོས་གཅིག་ཏུ་བྱ་བ། མ་རེད། དགེ་བཤེས་དགེ་བསྙེན་གཅིག་གིས་ཆོས་གཅིག་ཏུ་བྱ་བ། གལ་གང་ཆེ་ཆེ་ལ་ཞུས་པས། ཆོས་གཅིག་བྱེད་ཀྱི་ཡིན་ན་གལ་ཆེ་ཤོས་དེ་ག་གི་རེད་སྐད་ཅིག་དྲིས་པས། གལ་ཆེ་ཤོས་དེ་ག་གི་གལ་ཆེ་ཤོས་རེད་ཆོས་བྱེད་པས་ན། ཁོས་སྐད་ཆ་དྲིས་ཡོང་དུས་གང་ལྟར་དགེ་བཤེས་པོ་ཏོ་བའི་ཞལ་ནས། ཆོས་གཅིག་ཏུ་བྱ་བ་ལ་མི་རྟག་པ་སྒོམ་པ་དེ་གལ་ཆེ་སྟེ། འོ་དེ་ཆོས་གཅིག་ཏུ་བྱས་ན་མི་རྟག་པ་སྒོམ་ཡས་དེ་གལ་ཆེན་པོ་རེད་གསུངས་ཏེ། ད་དཔེར་ན་དེ་སྲིད་དང། དེ་དེ་འདུག་ག། དེ་ཡང་མི་རྟག་པ་རེད་བསམ་དགོས་རེད། ད་མི་རྟག་པ་རེད་ང་ཚོ་བསམ་གི་ཡོད་མ་རེད་རྩ་ཆེན་པོ་ཚོས་དེ་ལ་ཆགས་ཞེན་ཡོད་རེད། དེ་ངན་གྱི་ཡིན་བསམ་པ་ཆགས་ཞེན་ཡོད་རེད་གར་བྱས་ནས་མི་རྟག་པ་སྒོམ་ཐུབ་གི་ཡོད་མ་རེད། ཆགས་ཞེན་ཟེར་ཡས་དེ་དེ་རེད་མི་རྟག་པ་སྒོམ་དུས་ཨ་དེ་ཡང་གཅིག་གྲོགས་རེད་ཟེར་དུས་གང་ལ་ཆགས་ཞེན་དེ་ཉུང་དུ་འགྲོ་གི་རྟགས་རེད། ལྕགས་ལ་རྙིང་པ་དེ་འདྲ་ཡོད་ན་ཆགས་ཞེན་ཉུང་དུ་འགྲོ་གི་འདུག་ཨ། འོ། ཆགས་ཞེན་ཉུང་དུ་ཁོ་ལ། ཆགས་ཞེན་དེ་ཉུང་དུ་འགྲོ་ཡ་དེ་ག་རེ་ལྕགས་ལ་རྙིང་པར་བ་ཆོ་མེད་པར་བ་གསར་པ་བྱས་ན་ཞེན་མགོ་ཚ་བར་ཆགས་ཞེན་ཆེ་བས་རེད། འོ་དེ་ཡིན་དུས་གང་ན་ད་མེ་སྟག་པ་སྐོམ་ས་སྐད་ཅིག་སྐད་ཅིག་གིས་འཇིག་འགྲོ་ཡ་རེད་སྙིང་པོ་ཡོག་མ་རེད་བསམ་པ་སྒོམ་ན་གཟིགས་རོགས་དེ་ཆོས་གཅིག་ཏུ་བྱ་བ་ལ་མེ་སྟག་པ་སྒོམ་པ་འདི་གལ་ཆེ་སྟེ། འཆི་བ་མེ་སྟག་པ་འདི་སྒོམ་ན་ཟོ་དེ་ང་ཤི་འགྲོ་གི་རེད། རྟག་པ་བསྟན་པ་སུ་གཅིག་ཡོད་མ་རེད་སེམས་ཅན་དེ་ཐམས་ཅད་དེ་ཤི་འགྲོ་གི་རེད་ད་བསམ་ནས་ཆོས་བྱེད་གི་ཡིན་ན་སྐྱེ་བ་མི་རྟག་པ་སྒོམ་པ་ཡིན་ན་དང་པོ་ཆོས་ལ་འཇུག་པའི་རྒྱུ་བྱེད་འོ་མི་རྟག་པ་སྒོམ་ཡས་དེ་རྩ་ཆེན་པོ་ཡིན་པས་གི་སྒྲུབ་བྱེད་བཤད་གི་ཡོད་རེད་རྩ་ཆེན་པོ་ཡིན་པས་གི་དེ་ནི་བ་ཕུབ་བསྟན་གི་ཡོད་རེད་ག་རེ་ཟེར་གི་འདུག་གལ་ཁྱོད་རང་གི་མི་རྟག་པ་སྒོམ་གི་ཡིན་ན་དང་པོ་ཆོས་ལ་ཡ་འཇུག་ཐུབ་གི་རེད་གསུང་རེད་ཆོས་ལ་འཇུག་པའི་རྒྱུ་བྱེད་ཆོས་ལ་ཡ་ཆོས་བྱེད་གི་རྒྱུ་བྱེད་གི་རེད་དེ་མི་རྟག་པ་སྒོམ་ཡས་དེ། གཉིས་པ་བར་དུ་དགེ་སྦྱོར་ལ་བསྐུལ་བའི་རྐྱེན་བྱས་ཟིན། བར་དུ་མི་རྟག་པ་ཡིན་པ་བསྒོམ་ཡོང་དུས་གང་ལ་དགེ་བ་བསྒྲུབ་ཡས་ལ་བསྐོལ་གྱི་ལ་ཡང་སང་ཡང་སང་བསྐུལ་ལ་ཡོང་བར་བསྐོལ། རེ་མ་ཡིན་གཅིག་རེ་བདེ། དགེ་བ་བསྒྲུབ་ཡས་ལ་བསྐུལ་མ་གཅིག་རེ་བདེ། ཨོ་ཁྱོད་རང་དགེ་བ་བསྒྲུབ་དགོས་དུ་ད། མི་རྟག་པ་བསྒོམ་སྲིད་དུས་གང་ལ་མི་རྟག་པ་བསྒོམ་དུས་གང་ལ་ཨ་ཁྱོད་ཁྱེད་རྣམས་མ་དང་དྲི་ཟ་མ་དང་སམ་ལམ་སང། ཁོད་ཀྱི་རྒྱབ་ལོགས་ལ་བ་ང་ཚོ་ལ་བསྐུལ་མ་རྒྱབ་བ་ནང་བཞིན་བྱ་དགོས་པས། ཐ་མ་ཆོས་མཉམ་པ་ཉིད་དུ་རྟོགས་པའི་གྲོགས་བྱེད། ཐ་མ་ཆོས་འདི་ཐམས་ཅད་དུ་མཉམ་ཉིད་ཡིན་ཆོས་ཐམས་ཅད་ལ་རོ་གཅིག་ཡིན། ཆོས་ཐམས་ཅད་རོ་གཅིག་ཡིན་མཉམ་པ་ཉིད་ཡིན་གཅིག་ཡིན་སྐྱེས་པ་སྤུ་ཙམ་ཡང་ཐམས་ཅད་སྟོང་པ་ཉིད་རང་བཞིན་ཡིན། ཟོ་བོ་བདེན་བྲལ་སྒོམ་ཡས་ལ་གྲོགས་བྱེད་ཀྱི་རེད་གསུང་བར་བདག་མི་རྟག་པ་སྒོམ་ཡས་དེ། ཡང་མི་རྟག་པ་འདི་སྒོམ་གྱི་ཡིན་ན་ག་རེ་ཡོད་རེད་དང་པོ། ཚེ་འདིའི་གདོས་ཐག་ཆོད་པའི་རྒྱུ་བྱེད་ཟེར་དེ་མི་རྟག་པ་སྒོམ་བས་ནི་ཚེ་འདི་ལ་གདོས་ཐག་ཆོད་ཟེར་དུས་གང་ཚེ་འདི་ལ་འཇིག་རྟེན་གྱི་བྱ་བ་ལ་བ་ག་ནི་གཡེང་འགྲོ་བས་སྦྱོར་བ་སྒོ་ཐོ་མེད་ཅིང་འོ་བདེ་སྐྱིད་དེ་ཐམས་ཅད་དེ་བ་ཆ་འཁྲུལ་ལེ་གཡུག་བྱས་འོ་ད་ང་ཚེ་འདི་ཆོས་རང་བྱེད་ཀྱི་ཡིན་འཇིག་རྟེན་གྱི་བྱ་བ་འདི་སྤངས་པ་ཡིན་ཟེར་ཡས་ཀྱི་བདེ་འབྲས་ཀྱི་རྒྱུ་བྱེད་ཀྱི་རེད་ཟེར། བར་དུ། འཁོར་བ་མཐའ་དག་ལ་ཞེན་པ་བཟློག་པའི་རྐྱེན་བྱེད་ཟེར་ཏེ། འཁོར་བ་ལ་ཞེན་པ་བཟློག་ཟེར་ཏེ། འཁོར་བ་འདི་སྡུག་བསྔལ་གྱི་རྒྱ་མཚོ་རེད་བཞག་འདིའི་ནང་ལ་སྐྱིད་པ། བདེ་བ་ཟེར་མཁན་དེ་ནམ་ཡང་མི་འདུག་བསམ་ནས་དེ་ནི་སྐྱོ་བ་སྐྱེ་གི་བདེ་ཡང་རོ་ཞིག་རེད་གསུང་བ་རྐྱེན་ཞིག་རེད་གསུང་བས། ཞེན་པ་བཟློག་པའི་རྐྱེན་བྱེད་ཐ་མ་མྱ་ངན་ལས་འདས་པའི་ལམ་དུ་འཇུག་པའི་གྲོགས་བྱེད། ཐ་མ་ཡལ་གའི་མྱང་འདས་སངས་རྒྱས་ཀྱི་གོ་འཕང་ཡང་ན་ཐར་པ་ཐོབ་ཡལ་གའི་གྲོགས་ཡང་དེའི་ཆེད་རེད་གསུངས་རེད། ཡང་མི་རྟག་པ་སྒོམ་གྱི་ཡིན་ན་དང་པོ་དད་པ་སྐྱེ་བའི་རྒྱུ་ཆེད་རེད་མི་རྟག་པ་སྒོམ་བ་ཡིན་ན་དད་པ་སྐྱེ་ཡལ་གའི་རྒྱུ་ཡན་གཅིག་རེད་མི་རྟག་པ་སྒོམ་གྱི་ཡིན་ན། སྔས་མ་དད་པ་མེད་པ་ཡིན་ན་ད་དད་པ་སྐྱེ་གི་རེད། མི་རྟག་པ་སྒོམ་གྱི་ཡིན་ན། བར་དུ་བརྩོན་འགྲུས་རྩོམ་པར་བྱེད་སྔས་མ་ཁྱོད་རང་བརྩོན་འགྲུས་ཞེ་དྲག་བྱས་ཤེས་གི་མེད་ན་ད་མི་རྟག་པ་སྒོམ་ཡིན་འདུག་ག་བརྩོན་འགྲུས་ཡས་ཆེ་རུ་འགྲོ་གི་རེད། བརྩོན་འགྲུས་ཆེ་རུ་འགྲོ་བ་རེད། ཐ་མ་ཤེས་རབ་སྐྱེ་བའི་གྲོགས་ཀྱི་ཐ་མ་སྟོང་ཉིད་ལྟ་བུ་རེད་གསུངས་ལ་ཤེས་རབ་སྐྱེ་ཟེར་དུས་ཤེས་རབ་ཟེར་ན། འཁོར་བའི་གི་ཆོས་འདི་གི་གནས་ལུགས་རྟོགས་གྲོགས་ཏེ། ཆོས་ཐམས་ཅད་ཀྱི་དོན་ངོ་མ་སྟོང་ཉིད་ཀྱི་དོན་རྟོགས་གྲོགས་ཏེ། ཡང་མི་རྟག་པ་དེ་བསྒོམ་ཞིང་རྒྱུད་ལ་སྐྱེས་ན། ད་མི་རྟག་པ་བསྒོམ་སོ་སོའི་རྒྱུད་ལ་སྐྱེས་པ་ཡིན་ན། ཆོས་ཆོས་ཚོལ་བའི་རྒྱུ་བྱེད་ཆོས་ཚོལ་གར་འགྲོ་བ་རེད་ཆོས་ཉན་གར་འགྲོ་བ་རེད་ཆོས་བྱེད་གར་འགྲོ་བ་རེད་དེ། བར་དུ་ཆོས་སྒྲུབ་པའི་རྐྱེན་བྱས་འོ་བར་དུ་ཁྱོད་རང་སྤྲུལ་པ་ཉམས་ལེན་བྱས་ནས་བསྒོམ་བརྒྱབ་དགའ་འགྲོ་གུ་རུ་དེ། ཐ་མར་ཆོས་མཐར་ཕྱིན་པའི་གྲོགས་བྱས་ཏེ། མི་རྟག་པར་བསྒོམ་པའི་རྒྱུ་མཚན་དེ་ཐ་མ་ཆོས་མཐར་ཕྱིན་པ་ལ་ཡང་མི་རྟག་པར་བསྒོམ་གི་ཡིན་ན་ཆོས་མཐར་ཕྱིན་པ་དེ་བྱེད་ཐུབ་གི་རེད་གྲོགས་བྱེད་གི་རེད། ཡང་མི་རྟག་པ་དེ་བསྒོམ་པའི་རྒྱུད་ལ་སྐྱེས་པས་ན་དང་པོ་གོ་ཆའི་བརྩོན་འགྲུས་རྩོམ་པའི་རྒྱུ་བྱས་ཟེར་ཏེ། གོ་ཆའི་བརྩོན་འགྲུས་བརྩོན་འགྲུས་ལ་ཡང་གོ་ཆའི་བརྩོན་འགྲུས་ཟེར་ནས་འོ་དེ་འདྲའི་གར་སོང་རེད། ཆོག་པར་མི་འཚེམ་པའི་བརྩོན་འགྲུས་ཟེར་ཡང་དེ་འདྲའི་མང་པོ་ཡོད། ད་གང་དེ་ཡང་གོ་ཆའི་བརྩོན་འགྲུས་ཟེར་དུས་གང་ན་སོ་སོ་བརྩོན་འགྲུས་གཅིག་བརྩམས་ཡོང་དུས་གང་ན་དཀའ་ངལ་ག་ཚོད་འཕྲད་སོང་ནས་དཀའ་ངལ་དེ་ཚོ་ལ་གཏོང་ལེན་བྱེད་ཐུབ་ཀྱི་རེད་སོང་ད་གོ་ཆའི་བརྩོན་འགྲུས་ཟེར་ན་འོ་དེ་འདྲའི་ཡོང་རེད་བར་དུ་སྦྱོར་བའི་བརྩོན་འགྲུས་བྱེད་བར་དུ་སྦྱོར་བ་ལག་ལེན་བསྟར་ནས་ཉམས་ལེན་དེ་ཚོ་དངོས་སུ་གོ་རེ་སྦྱིན་པ་ཚུལ་ཁྲིམས་གསོལ་བ་བརྩོན་འགྲུས་བསམ་གཏན་དེ་ཚོ་ལ་ལག་ལེན་བསྟར་བ་དེ་ལ་ག་རེ་ཟེར་གྱི་རེད་འོ་སྦྱོར་བ་སྦྱོར་བའི་བརྩོན་འགྲུས་རྩོམ་པའི་རྐྱེན་བྱེད་མཐའ་མ་ཕྱིར་མི་ལྡོག་པའི་བརྩོན་འགྲུས་རྩོམ་པའི་གྲོགས་བྱས་ཕྱིར་མི་ལྡོག་པའི་ས་ལ་ཡར་འགྲོ་གི་རེད། ཕྱིར་མི་ལྡོག་སྲིད་དུས་གང་ལ་འཁོར་བ་ལ་མ་ཡང་སྐྱེ་བ་ལས་ནི་ཡོང་དགོས་ཀྱི་མ་རེད་སོ། འོན་ཡང་ད་འདུག་བཞིན་ནས་གྲོགས་བྱས་ཡང། ཕྱིར་མི་ལྡོག་པའི་བརྩོན་འགྲུས་རྩོམ་པའི་གྲོགས་བྱས་གསུངས་ཤིང། ཕ་དམ་པའི་ཞལ་ནས་ཟླ་ལྔའི་དུས་ཚིགས་དེའི་ལམ་མཐའ་དེའི་གཡུལ་བཞག་གིན། ད་དུས་ཚོད་དེའང་ཕ་ཆོས་མང་པོ་ཆགས་ཡོད་དགོས། ཕ་དམ་པའི་ཞལ་ནས་ཕ་དམ་པས་གར་གསུངས་དུ་མི་རྟག་པ་འདི་རྒྱུད་ལ་སྐྱེས་ན་དང་པོ་ཆོས་ལ་འཇུག་པའི་རྒྱུ་བྱེད་བར་དུ་བརྩོན་འགྲུས་ཀྱིས་ལྕགས་བྱས་ཚེ་བརྩོན་འགྲུས་བྱས་ལ་བསྐུལ་མ་བྱེད་ཀྱི་རེད་ཟེར་ལྕགས་བྱས་ཚེ་བསྐུལ་ལྕགས་བྱེད་ཀྱི་རེད། མཐར་འོད་གསལ་ཆོས་སྐུ་ཐོབ་པར་བྱས་གསུངས། ད་མ་འོད་གསལ་སངས་རྒྱས་ཀྱི་གོ་འཕང་ཐོབ་ཡའི་རྒྱུ་དེའང། མི་རྟག་པ་བསྒོམ་པ་ལ་ལྟོས་ནས་ཡོང་གི་ཡོད་རེད་གསུང་བ་རེད་ཨོ་ཡ་ད་དེ་ཤ་ད་མི་རྟག་པའི་གི་སྒོམ་ཡས་དེ་གནད་འགག་ཆེན་པོ་ཡིན་པ་ད་བ་ཇི་ཧ་གུག་འདུག་ད་དོ་མི་རྟག་པ་སྒོམ་དེ་ནི་མ་ཤོག་ལས་ཅི་ཟེར་ཞིག་ལགས་སོ་ཨོ་སྡུག་བྱས་ནས་གང་ལྟར་ཡང་མི་ཐམས་ཅད་འཁོར་བའི་གི་ཆོས་དེ་ཐམས་ཅད་དེ་མི་རྟག་པ་རེད་སྡུག་བསྔལ་གྱི་རང་བཞིན་རེད་འདུག་བསམ་ནས་མི་རྟག་པར་གཡང་ནི་གཡང་དུ་སྒོམ་གི་ཡིན་ན་ཕན་ཡོན་བསམ་གྱི་མེད་རྒྱལ་བ་ཡོད་རེད་བསོད་ནམས་རླབས་ཆེན་པོ་བསགས་ཐུག་གི་རེད་དགེ་བ་མང་པོ་བསྒྲུབས་ཐུག་གི་རེད་སྡིག་པ་མང་པོ་པ་ཟད་འགྲོ་གི་རེད་སྡིག་པ་བཀྲུ་གི་རེད་དོན་དག་དེར་བསྟན་འོ་དེ་ཡིན་ཙང་སྐབས་འགའ་ལ་མི་རྟག་པར་སྒོམ་ཡ་དེ་གལ་ཆེན་པོ་རེད་གསུངས། མདོར་ན་ད་ཕྱིན་གོ་དང་པོ་ནི་ད་ལྟ་བར་དུ་ཆོས་ཉན་པའི་དགེ་བའི་རྩ་བ། བསགས་ཚད་གང་པོ་དེ་ཐམས་ཅད་མཐའ་ཡས་པ་སེམས་ཅན་ཐམས་ཅད་ཀྱི་ཆེད་དུ་བསྔོ་བར་བགྱིའོ།